ད་ཡིན་ནའི་ང་རང་ཚོ་ནམ་རྒྱུན། གཞི་རྟེན་གྱི་མི་ཟེར་ཡ་འདི། ནི་ཚོགས་བཅར་གཞན་པ་དང་མི་འདྲ་བ། ཨ་ནེ་སྔོ་ན་དྲ་གནས་ཀྱི། མི་ཡི་ཀླད་པ་མི་ཡི་བསམ་བློ་དེ་གཞན་དང་མི་འདྲ་བས་རླབས་ཆེན་པོ། ཡག་པོ་ཅིག་བྱེད་ཀྱིན་ནས་ཞི་བོ་ཅིག་བྱེད་ཐུབ་ཡ་གི་ནུས་པ་ཡོད་པ། ཡང་ཅིག་གི་སྣོད་རུ་སྐྱེལ་ཀྱིན་ན་ཞི་བོ་ཅིག་གི་སྣོད་སྐྱེལ་ཡ་ཡོད་པ། འོ་དེ་བྱེད་དུས། ཁོ། མི་ཡི། ཀླད་པའི་འགྲོས་རེ་ཤེས་ཚད་རང་དེའི་མཐོང་གེར་ཤེས་པ་ཡིན་ན། ཁ་ཐུག་དེ། ཡ་གྱལ། ཕྱིན་ཚར་བ་དང་ཕྱིན་རྒྱུ་བསྡད་པ་དང་ཕྱིན་རྒྱུ་ཡོད་པ་དང་དེ་འདྲས་ཀྱི་ངོས་ནས་བསམ་སྟངས་ནི་དོན་གོ་བ་ཟེར་ཏེ་དོན་གོ་སྟངས་དེ། སེམས་ཅན་གཞན་དང་མི་འདྲ་བའི་གི་དོན་གོ་སྟངས་དེ་རླབས་ཆེན་པོ་ཤོད་ཀྱི་ཡོད་རེད། བདག་ནང་བཞིན་གྱི་དོན་གོ་བ་དེ་བདག་སྤྲད་ཡོང་དུས་མིའི་གི་བདག་སྤྲད་པ་ནང་བཞིན་གྱི་སེམས་ཅན་གྱི་ཁྱོད་བདག་སྤྲད་ཐུབ་མ་རེད་ཅེས་ན་ཁོ་རང་ཚོ་ནང་ཁུལ་ལ་བདག་སྤྲད་དུས་ཏན་ཏན། དྭ་ཕྲུག་ཡོར་དེ་ནས་སྨྲ་ཤེས་པ་ཟེར་དུས་ང་ཚོ་སྨྲ་བ་ངག་གི་གོ་ནས་གཅིག་གཅིག་ལ་བརྡ་སྤྲོད་དགོས་དུས་ནི་མིག་གི་སྨྲ་བ་དེའི་ནང་བཞིན་ཅིག་ནི་སེམས་ཅན་ལ་ཁྱོན་ཡོང་བ་རེད། མིག་གི་སྨྲ་བའི་ཐོག་ནས་མིག་གི་སྐད་ཆ་བཤད་སྟངས་ངོས་ནས་བརྡ་སྤྲོད་སྟངས་དེ་དམིགས་བསལ་གྱི་དེའི་ནང་ནས་ཅིག་ལག་བསྟར་བྱེད་པ་དང་དཔེར་ན་ང་ཚོ་དཔེ་རུ་བཞག་པས་ན་ལག་བསྟར་བྱེད་པ་དང། ཚིག་རང་གི་བརྡ་སྤྲོད་པ་ཉིད་བྱས་ན་གོ་བཞི་སྙེད་ཅིག་གིས། ཡིན་ན། བརྡ། ལག་བརྡ་བྱེད་པ་དང་ཚིག་གི་བརྡ་སྤྲོད་པ་ཉིད་བྱས་ན་ཚིག་གི་བརྡ་སྤྲོད་པ་དེ་བཞི་པོ་གཅིག་གསལ་པོ་དང་བསླབ་བྱའི་ཡོལ་བ། བྱས་ཙང་མི་ཡི་ཚིག་ཉིད་བཞག་ཡོད་དུས་རྩོམ་པ་ནས། བཞག་ཡ་གཙོ་བོ་སྒྲུང་དེའི་ཁར་ལ་ན་མི་ཡི་བསམ་བློའི་ཀླད་པ་དེ། ཁ་ཐུག་དེ་ཁ་ཤས་གྲུང་པོ་ཡོད་པ་ཡིན་ན་ཁ་ཐུག་དེ་གལ་སྲིད་གྲུང་པོ་མེད་པ་ཡིན་ན་ཁོ་གྲུང་པོ་ཆགས་ཐུག་ཡ་གི་ནུས་པ་ཇི་ལྟར་ཁོ་ལ་ཆ་རྐྱེན་གྱི་ཡོལ་བ། དེ་ན་ཤེས་བྱེད་གང་ཤེས་པ་སངས་རང་གིས་གང་ངེས་པ་དེ་ཤེས་ལ་སྒྲ་སྤྲོད་ཡོད་དུས་ཙམ་པ་ན་སྒྲ་སྤྲོད་སྟངས་དེ་མིག་གི་སྨྲ་བའི་གོ་ནས་ད་སྐད་རིགས་འདྲ་མ་འདྲ་མང་པོ་ཡོད་རེད་བ་ང་རང་ཚོ་ལུང་པ་ནང་ལོ་ལ་རྒྱལ་ཁབ་འདིའི་ནང་ལོ་ལ་ད་དངོས་གནས་དྲན་ན་རྒྱལ་ཁབ་འདྲ་མ་འདྲ་ལུང་ཚན་འདྲ་མ་འདྲ་སྐད་རིགས་ཡོད་ན་ཡང་སྨྲ་བ་ངག་གི་གོ་ནས་སྒྲ་སྤྲོད་སྟངས་དེ། གོ་བ་དེ་གཞན་དང་མི་འདྲ་བ་ཞིག་ཡོད་རེད་བྱས་ཙང་དེ་འདྲའི་ཆ་འདི་ལྟ་ལ་ཡ་འདི་ལྟ། ག་ལ་ན། ཚིག་ཉིན་ཅིག་བཞག་ནས་བཞག་དགོས་རེད་བ་ག་ལ་ན་ཁོ་ཚིག་གི་ནང་དུ་ཉུང་ཉུང་ཞིག་འདུས་ནས་བཞག་ཡོད་ན། ཡིན་ནས་ཁོ་དོན་དག་དངོས་གནས་འདི་བསམ་བཏང་པ་ཡིན་ན་མ་ཞིག་ཐོས་གོ་བ་ཟེར་ཡ་དེ་དེ་འདྲའི་བསམ་བཏང་ཡོད་དུས་སྲོག་ཆགས་དང་མི་གཉིས་ཀྱི་འདི་དུ་བསྡུར་ཡ་གོ་ར་མེད་པ་རྩ་བའི་གིས་ང་ཚོ་ཧང་སང་ཡ་འདི་རུ་ཡོད་རེད་ད། སེམས་ཅན་བདག་སྤྲོད་སྟངས་རེད། ཨ་ནི། ཁོ་རང་ཁོ་རང་གི་ཐུགས་མ་ཡིན་པའི་ནུས་པ་མང་པོ་འདུག་བ། ཨོ་དེའི་སེམས་ད་དང་པོ་དེ་ངས་འདུག་སེ་ཁྲལ་ཅིག་ཞུ་ཡ་བྱས།

དེ་ཡིན་དུས་རྩམ་པ་ནི་བསམ་བློའི་བཟོ་བོར་བར། བསམ་བློ་བཟོས་ཡོད་དུས་བསམ་བློ་བཟོ་བ་ཡག་ལ་བསམ་བློ་བཏང་དགོས་པར་མ་དོར་བར། དཔེར་ན་ཆ་ཟོས་ན། ཡུལ་དུས་ཀྱི་ཆོས་པ་ཁྱོད་ནི་མ་བུ་གཉིས་བྱེད་ཀྱི་འདིས་བསམ་བློ་འཁོར་བཏང་གི་མ་རེད་བསམ་བློ་འཁོར་དགོས་སྐོར་མ་རེད་བར། དེ་ཡིན་དུས་རྩམ་པ་ནི་དེ་སྐྱག་རྫུན་ཆགས་ཀྱི་ཡོད་མ་རེད་དེ་དང་པོ་རང་ཉིད་ང་རང་ཚོ། དངོས་བཤམས་ཀྱི་ཆོས་པ་དང་དངོས་སུ་བཤམས་པའི་ཆོས་པ་ཆོས་པ་དང་ཡིད་སྤྲུལ་གྱི་ཆོས་པ། ཡིད་ཀྱི་འཕྲུལ་ནི། དེའི་ནང་བཞིན་བཅས་ངས་ནམ་རྒྱུན་ཞུ་གི་ཡོད། ག་ཚོད་ན་ཡག་ཤོས་དེ་སྔས་མ་ང་ཚོ་དགེ་བཤེས་ལགས་ཅིག་ཡོད་ཁོང་རང་གིས་ག་དུས་ནས་བཀའ་གནང་གི་རེད། ང་ཚོས་དཔེར་ན་ཤིང་ཏོག་གི་ཁྲོམ་ར་ཆེན་པོ་དེ་འདྲ་ནང་འགྲོ་དུས། སུའུ་པར་མ་ཀེ་ཚེགས་རོགས་ལ་དེ་ཚོ་ནང་ལོགས་ལ་སྟེགས་སྔོ་ནས་འདོན་ནས་གཞས་ཡ། གཞས་ཏོག་འདྲ་མིན་འདྲ་ཕུན་སུམ་ཚོགས་པ་སྣ་ག་ནག་མོ་དཔེ་དེབ་སྐྱུར་མོ་དཔེ་དེབ་འདྲ་མིན་འདྲ་ཕུན་སུམ་ཚོགས་པ་ཡོད་པ་ཤིང་ཏོག་ཆ་མེད་བེད་སྤྱོད་བེད་བྱེད་འདྲ་བསམ་གྱི་མི་ཁྱབ། དེ་གས་དེ་ཚང་མ་དངུལ་ཆེས་བཏང་མོ་གོ་ཐོག་ནས་དེ་གས་དེ་ཚང་མ་ངས་བློས་བླངས་ནས་ཨ་ནི་ཁུ་ལམ་པ་ཡི་དམ་དཀོན་མཆོག་གསུམ་ལ་ཕུལ་གྱི་ཡིན་བསམ་བསམ་བྱས་པ་ཡིན་ན། འགྲོ་སོང་ཅི་ཡས་བཏང་མོ་འོག་ཐོག་ནས། རྒྱལ་བ་རླབས་ཆེན་པོ་བཞུགས་ས་ལ་རེད། དེ། དགོངས་པ་བཞེས་ཡོད་དུས་ནས་རང་བ་ལོ་བློས་བླངས་ནས། དངོས་སུ་ཕུལ་གྱི་ཡོད་བ་མ་རེད་དེ་སོ་སོའི་སེམས་ནང་ལ་ངེས་ཤེས་བརྟན་པོ་ཡོད་བ་ཡིན་ཙང། བློས་བླངས་ནས། དེ་འདྲ་ཅིག། ཕུལ་གྱི་ཡིན་ལབ་པ་ཡིན་ན་དེ་སྐྱག་རྫིང་ཡིན་ཆགས་གི་མ་རེད་ལ། ཁོ་ཆོས་པའི་འགྲོ་སྟངས་ཡོད་པ་ཅིག། དངོས་སུ་ཤམ་དང་ཡིད་ཀྱི་བཅུད། ཀུན་བཟང་མཆོད་སྤྲིན་བླ་ན་མེད། ནམ་མཁའི་ཁང་བུས་བརྒྱན་གྱུར་ཅིག། ནམ་མཁའི་ཁང་བརྒྱངས་པ་ཡོད་བསམ་བསམ་མོས་པ་གནང་ཐུབ་པ་ཡིན་ན། ཏན་ཏན། དངོས་སུ་མེད་ནས་འདི་སྐྱག་རྫིང་ཆགས་ཀྱི་མ་རེད་ལ་དེ་ཁ་ན་སོ་ནམ་རླབས་ཆེན་པོ་ཟ་གི་རེད་ད་འདི་ཐུགས་དོག་གོར་ཁྱུ་ནས་མ་འདྲ་བ་བྱས་ཏེ་ཐུགས་དོག་ཁྱུ་ནས་མེད་པ་ཐོག་ནས་དེ་གནང་ཆོག་ཡ་ཆེ་ཆགས་གི་རེད་འདུག་ཟེར་ཡ་ཡིན་ད་དེ་ནས་གཞན་པ་དེ་ཨོ་སྐྱབས་འགྲོ་ཨ་འདི་རེད། ལྟ་བའི་སྒོ་ནས་ནང་པ་ལ་ཚུད་ཡ་ལ་དེ་ལས་ལྷག་དགོས་ཀྱི་རུ་མ་གཏོགས་ང་ཚོ་སྤྱོད་པའི་སྒོ་ནས་ནང་པ་ལ་ཚུད་ཡ་ལ་དཀོན་མཆོག་གསུམ་ལ་སྐྱབས་སུ་གྲོལ་བའི་སྐྱབས་འགྲོ་དག་རང་ཐུག་གི་ཡོད་རེད། དཀོན་མཆོག་གསུམ་ལ་སྐྱབས་སུ་གྲོལ་བའི་སྐྱབས་འགྲོ་ཡོད་ན་ནི་ནང་པ་ཚུད་པ་བྱེད། དཀོན་མཆོག་གསུམ་ལ་སྐྱབས་སུ་གྲོལ་བའི་ནི་སྐྱབས་འགྲོ་མེད་ན་ནང་པ་ཚུད་གི་ཡོད་མ་རེད། ད་ལྟ་བའི་སྒོ་ནས་ཚུད་ཚུལ་འདི་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞིའི་གསལ་བྱེད་རེད་འདུ་བྱེད་ཐམས་ཅད་མི་གཙང་པ་ཟག་བྱེད་ཐམས་ཅད་སྡུག་བསྔལ་བ། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ། མྱ་ངན་ལས་འདས་པ་ཞི་བ་སྲས་དེ་འདྲས་ཀྱི་གོ་དོན་ཡོད་པ་ཞིག་ནས་སོ་སོས་ཁས་ལེན་ཁས་ལེན་བྱེད་ཐུབ་ཉེན་ཅིག་གི་ནང་པ་ཅིག་ཡིན་ན། ཨ་ནི་ལྟ་བའི་སྒོ་ནས་ནང་པ་ལ་ཚུད་ཀྱི་ཡོད་རེད། འདི་རེད། དེ་ཡིན་དུས་ང་རང་ཚོ་ནམ་རྒྱུན་མང་གསུང་ཡས་དེ་ནང་པ་ཡིན་དང་མིན་ཟེར་ཏེ་གཙོ་བོ་དེ་སྤྱོད་པ་རང་གི་ཐོག་ནས།

བྱེ་བྲག་པ་གཅིག་གི་ཐོག་ལ་གཅིག་ཞུས་ཐུབ་པ་ཡིན་ན། ད་ང་རང་ཡང་སེམས་ནང་ན་མང་པོ་ཞིག་དྲན་བསྡད་ཀྱི་ཡོད་མཚམས་མཚམས། དཔེར་ན་ཆ་བཤད་ན་ང་ཚོ་སྔས་མ། བསྟན་སྲིད་ཞབས་རིན་ནང་ལོགས་ལ་བཟང་སྤྱོད། བཟང་སྤྱོད་ད་ང་ཚོ་དཔེར་ན་དགོངས་པ་སྐུ་གཞོགས་ཚོ་ད་ག་བ་ལ་སྤྲོད་ན་བཟང་སྤྱོད་ག་ཚོད་འདོན་ཚར་ད་འདྲ་པོ་ཞིག། ད་ཡིན་ནའི་ཁོ་ཇི་མ་ཇི་བཞིན་གྱི། ཚིག་རེ་འགའ་རེ་འགའ་མ་གཏོགས་ཁོ་གསར་བརྗེ་རང་བྱས་པའི་དོན་དག་ནང་ལོགས་ལ་འདུས་པ་ཞིག་ནས་དེ་བྱེད་དུ་འབྲས་བ་དེ་ཚོ་ཀློག། མ་བྱེད་ན། ཧོན་ཐེངས་མ་གཅིག་ང་ཚོ་གཞུང་གིས་འདི་ཕེབས་ཡིན་ཕེབས་པའི་སྐབས་ལ་དེ་སྔར་ཚད་བིན་ཚད་དུས་ཙམ་པ་ནས་བཟང་སྤྱོད་རང་གི་འགྲེལ་པ་ཚད་ནི་འགྲེལ་པ་རྒྱས་པོ་སྤེལ་འདུག་ཨ་ད་འདི་གས་དེ་གཅིག་ཀློག་ཅིག་མགོ་འདྲ་འདྲ་ནས་ད་ལོས་ལོས་བྱས་ནས་ཚང་མ་འགྲེལ་བཤད་སྐྱོན་ཐུག་ཡ་ད་ཁག་པོ་ཡོད་ཁག་པོ་རེད་དེ་ནས་དེ་འདྲས་ཇི་མ་ཇི་བཞིན་མ་བྱུང་ན་ཡང་སྙིང་བསྡུས་སྙིང་བསྡུས་ས་བཅད་འདི་གས་དེ་བྱས་ནས་དོན་དག་འདི་ནས་འདི་བར་དུ་གི། དོན་འདི་དག་འདི་བསྟན་གྱི་ཡོད་རེད་འདི་ནི་འདི་བར་དུ་འདི་བསྟན་གྱི་ཡོད་རེད་ཟེར་ཡ་འདི་འདྲའི་གསར་བརྗེའི་ནང་ལོགས་ལ་ཚུར་རུག་རུག་བྱས་ནས་ཅིག་ཅིག་ཕག་བཙུགས་གོ་བསྡུར་དང་བགྲོ་གླེང་ཅིག་བྱུང་བ་ཡིན་ན་ཡང་སྔོན་ལ་ཞི་བ་ཕན་ས་རེད་བསམ་འདི་འདྲའི་ཁྲལ་སོང་དེ་དེ་བཞིན་བཤད་ནས་ད་རྒྱལ་བས་ཁ་བཙུགས་རེད་ཞབས་བརྟན་ད་ག་ན་ཞིག་ཁྲིམས་བསྐུལ་དེ་དེ་བཞིན་གྱི་ཞལ་འདོན་གསུང་བསྡད་ཡ་དེ་ནང་ལོགས་ནས་ནི་སྔོན་ལ་དྲན་ནས་དོན་དག། པས། གཅིག་དང་གཉིས་ཀྱི་ཚིག་གི་འབྲེལ་བ་མ་བྱུང་བས་ན་དོན་དག་རྡོག་རྡོག་ཏུ་འདོད་དེ་འདི་འདྲའི་རེད་བྱ་འདི་འདི་འདྲའི་རེད་བྱ་སང་ང་ཚོ་བར་དུ་བགྲོ་གླེང་བྱུང་བས་ན། ཏན་ཏན། དུ་བོན་བཟོས་པ་ཡོང་གི་རེད་དེ་ང་སེམས་ནང་ལ་བཞག་ཆོག་ཨ་ནི་དེ་རྗེས་མ་ང་ཚོ་དུས་ཚོད་བྱུང་བས་ན་དེའི་ཐོག་ལ་ཅིག། ང་ཚོ་འཐུས་མི་ཚོ་མཉམ་དུ་གོ་ཐོས་ཞུས། ཨ་ནི་ག་འདྲ་སི་འགྲོ་འུ་འདོ། དུ་བྱས་ཡིན། དུ་བྱས།

ནམ་རྒྱུན་སྡང་བརྫུན་སྡིག་སྲིན་བོར་བ་ན། དལ་འབྱོར་རྙེད་དཀའ་ཚེ་ལ་ལོངས་མེད་པ། ཡིད་ལ་གོམས་པའི་ཚེ་འདི་སྣང་ཤེས་དོགས། གལ་ཆེ་ཤོས་དེ་ག་ལ་ན། མི་ཡི་ལུས་རྟེན་ཐོབ་པ་ཙམ་མ་ཟད། ང་རང་ཚོར་ཁོར་ཡུག་དང་གང་ཅིའི་སྟོང་ནས་ཆ་རྐྱེན་ཡག་པོ་ཞོད་ཅིག་འཛོམས་ཡོད་པ་འདི་གས་དེའི་རིན་ཐང་ཆེན་པོ་ཡིན་པ་དེ། མཁན་ཡག་དེ་དཔེ་གལ་ཆེན་པོ་རེད། ད་མི་ལུས་ཐོབ་པ་གཅིག་པོ་མ་ཡིན་པ། མིའི་ལུས་རྟེན་གཅིག་ཐོབ། ཨ་ནི་དེ་ནང་བཞིན་བྱས་ཨ་ནི་ང་རང་ཚོ་བོད་རིགས་ལ་སྐྱེས། ཨ་ནི་ད་ནང་བཞིན་གྱི་དངོས་གནས་དྲན་ནས་ང་རང་ཚོ། ཆོས་ཕྱོགས་ཀྱི་ལམ་སྟོན་སྣང་བརྙན་གྱི་སྐུལ་ཁྲིད་དངོས་གནས་དྲན་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་དེ་བཞིན་གཅིག་གིས་ཨ་ནི་རིས་མེད་ཀྱི་སྐྱེས་ཆེན་དམ་པ་མང་པོ་ཡོད་པ་ཆེ། ཨ་ནི་དངོས་གནས་དྲན་ནས་ང་རང་ཚོ་ཡོད་པའི་ཆོས་དེ་དངོས་གནས་དྲན་ནས། ཁ་ཡོད་ལག་ཡོད་ཀྱི་སྤུས་དག་པོ། ཚད་ཐུབ། ཚན་རིག་གི་ལྟ་གྲུབ་དང་མཐུན་པ་ནག་པོ། གངས་རི་སོགས་འཛམ་བུ་གླིང་འདི་ནང་ལ་ཆོས་བརྒྱུད་ཆེན་པོ་མང་པོ་ཡོད་རེད་དེ་སྔོ་ནག་ཁྲ་ནས་ནང་ཆོས་དེ་ཧ་ཅང་གི་སྤུས་དག་པོ་རེད་བ་ཚད་ཐུབ་ཡོད་རེད་ངེས་དེ་ང་རང་ཚོ་ཅིག་གི་བོད་རིགས་ནང་པ་གཅིག་པུ་གིས་གསུངས་པ་མ་རེད་ཐོག་མར་རྒྱ་རྒྱ་གར་ཕྱག་ན་འདི་འབྲོག་སྒྲ་ཨམ་བེ་ཀར། དང་ང་ཚོ་དངོས་མང་དེ་སི་ཀོར་ཝན། རྒྱ་གར་གྱི་རྩ་ཁྲིམས་ཟུར་ཉན་དངོས་གནས་ཐོག་ནས་དེང་དུས་ཀྱི་ཤེས་ཡོན་ཞི་བ་ཅིག་རླབས་ཆེན་པོ་ཡོད་དེ་ཡིན་ཁོ་རང་གི་བཀའ་གནང་ཡང་དེ་སི་ཀོར་ཝན Buddhist is scientific religion ཚན་རིག་དང་ཚུལ་མཉེན་གྱི་ཚན་རིག་མཉམ་དུ་དཔུང་པ་མཉམ་བཞེས་བྱས་ནས་འགྲོ་ཐུབ་མཉན་གྱི་ཆོས་ལུགས་དེ་དེ་བཞིན་བྱས་ནས་ནི་ནུབ་ཕྱོགས་པ་མང་པོ་གི་ནང་ཆོས་ཐོག་ལ་ཐུགས་སྣང་གནང་བྱས་ཁོ་ཚོ་ནང་པ་མ་རེད་དེ་ཡིན་ནའི། ཤེས་བྱ་རིག་པའི་རྣམ་གྲངས་ཀྱི་ཐོག་ནས་བལྟས་ཡོང་རྒྱུ་བརྩམས་པ་ནས་ནང་ཆོས་འདི་སྔོ་ནག་གྲ་མེད་ཀྱི་ཕུགས་ཕལ་པོ་ཚད་མཐོ་པོ། སྔོ་ནག་གྲ་ནས་མིའི་སྤྱི་ཚོགས་ལ་ཕན་ཐོགས་ཡ་ངས་དེ་འདྲ་ཡིན་པ་ཁོ་ཚོས་ར་སྤྲོད་བྱུང་ཡོད་རེད། དེ་དེ་བཞིན་བྱས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས ྋསྔོ་ནག་གྲ་ནས་ང་ཚོའི་ནང་ཆོས་ཀྱི། ནང་པ་ཟེར་ཡ་དེ་ཆོག་མཆན་འདི་རེད་ང་ཚོ་སྐྱབས་འགྲོ་ཁས་ལེན་པའི་ཆ་ནས་ནང་ཆོས་ཟེར་ཡ་དེ་ག་རེ་ན་ནང་སེམས་ཀྱི་རྣམ་གཞག་སྦྱོར་བ། ང་ཚོ་བསམ་བློ་ཡི་འཚོ་བ་འདྲ་མི་འདྲ་ཅིག་མང་པོ་སྦྱོར་བ་དེ་སྔོན་མའི་དྲ་གནས་ཀྱི་དཔེ་འབྲས་དཔྱད་ཞིབ་ཚགས་པོ་ཚད་མཐོ་པོ་དེ་འདྲ་ཡོད་རེད་ཅིག། གཅིག་དེ་ང་ཚོ་ག་རེ་ཟེར་ན་ང་རང་ཚོ་སེམས་ནང་ལོགས་ལ Emotional ཟེར་བ། འཚོ་བ་སྐྱེན་པོ། འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་ཚོར་བ་སྐྱེན་པོའི་རིགས Emotional མང་པོ་ཡོད་པ་དེ་གས་དེ་ཚང་མ། ཨཱ་ནི་གཅིག་ང་ཚོ། གཅིག་ང་རང་ཚོ་ནང་ཆོས་ཀྱི་བསླབ་བྱའི་ནང་གི་བློ་ཆུང་གི་མན་ངག་མང་པོ་ཡོད་པ་དེ་གས་དེ་ལ་བལྟས་ནས། ཨཱ་ནི་ང་ཚོས་གི་གཅིག་གི་མ་ཚོར་ན་ཆུ་དང་མ་ཚོར་ན་རླབས་ཆེན་པོ་ཡོད་ནས་རླབས་ནས་ཕག་གཡུག་ཚུགས་གཡུག་བྱས་ནས་ང་ཚོ་རང་སུ་མི་ཚུགས་པ་ཆགས་ཡག་གི། ཨཱ་དེང་དུས་ཀྱི་ཁྲ་ཆ་ཚིང་ཚིང་གི་དོ་བོ་ལ་མགོ་སྐོར་ཐལ་བསྡད་ཡག་གི་དེ་འདྲས་དེ། ཏག་ཏག་སྔོ་ནལ་ཁྲ་ནས་ལང་ཀ་དང་མ་སོགས་བ་མ་ནོར་བ་བྱས་ནས་འགྲོ་ཐུབ་ཡག་གི་ལ། གཅིག་གོ་སྐོན་བསླབ་བྱ་བྱེད་ཐུབ་ཉེན་གྱི་ང་ཚོ་བློ་སྦྱོང་གི་མན་ངག་མང་པོ་ཡོད་པ། དེ་ཡང་ཆོས་ལུགས་ཚང་མར། དངོས་གནས་ནི་དེ་ཡང་ད་ག་ཚོད་ཁ་སྟོང་པོ་བཤད་བཞག་པ་འདི་འདྲའི་མིན་པ་བྱས། དངོས་གནས་དྲང་གནས་ཚད་ཐུབ་ཀྱི། རྣལ་འབྱོར་བ་འདི་འདྲས་ཀྱིས་སོ་སོའི་ཉམས་ལེན་བྱས་བྱང་ཆུབ་སེམས་ཉམས་ལེན་བྱས། དེ་འདྲས་བསྒོམས་ཀྱང་ཨ་ནི་དངོས་གནས་དྲན་ནས་རྟོགས་པ་རྒྱུད་ལས་སྐྱེས་ནས་ཚད་ཐུབ་ཀྱི། ཨ་ནི་ཉམས་མྱོང་རྫུན་བཟོ་ཨ་ནི་དངོས་གནས་དྲན་ནས་མ། རྩོམ་རྒྱག་བྱས། ཡོད་དེ་ཉེན་གྱི། དེ་འདྲས་ཀྱི་ནང་ཆོས་བརྒྱུད་དག་པོ་ཡོད་པ་གཅིག། རེ་བ། ད་སོ་སོའི་བློའི་ནུས་ཟད་ལ་དཔག་པའི་སྦྱོང་བརྡར་བྱས་ནས་སོ་སོའི་མི་ཚེ་ནང་ལོ་ཆུང་ཆུང་ཅིག་ནས་ཕན་ཐོགས་བྱེད་ཐུབ་ཡ་ཅིག་བྱུང་པ་ཡིན་ན་ད་དེ་སྐལ་པ་བཟང་པོ་རེད་ཤག་ག་ཟེར་ན་དེ་རིན་ཐང་དེ་ཧ་གོ་བ་བྱ་ཡ་གལ་ཆུང་པོ་རེ་བ། རིན་ཐང་དེ་ཧ་མ་གོ་ན་ཁག་ཡོད་མ་རེད་ཐུགས་ཁག་ཡོད་མ་རེད་སྤྱི་བཏང་གྲུབ་ཆེན་ཕྱག་ཆེན་གྲུབ་ཆེན་རིན་ཐང་བྲལ་བའི་ནོར་བུ་དེ་ད་མི་གཞན་དག་གིས་ཧ་གོ་གི་ཡོད་རེ་བ་ཧ་གོ་བ་ན་གཞིས་བྱེས་ང་རང་ཚོ་བོད་རིགས་ཚོ་ཡིན་ནས་བོད་རིགས་དཀྱུས་མ་མི་མང་ཚོ་ནང་ལོ་ནས་ནས་ད་དངོས་གནས་དྲ་གནས་ཅིག་ཁ་འདོན་དགེ་སྤྱོད་བྱེད་པ་ཞེ་དྲག་ཡག་པོ་རེད་ཕྱག་འཚལ་བསྐོ་སྦྱང་གནང་བ་ཞེ་དྲག་ཡག་པོ་རེད་ཡིན་ནས་ད་ནང་དོན་འདི་ཤེས་ཡ་དེ་ཆུན་ཆུན་ཅིག་ནས་ཤེས་མ་ཐུབ་ཡིན་ན་དེ་ང་གྱོང་བར་ཆེན་པོ་རེད་ཤག་བསམ་བསམ་བྱས་ནས་གོམས་གཤིས་དང་མ་བཟུང་ན་སློབ་སྦྱོང་བྱེད་དང་པོ་སློབ་སྦྱོང་བྱེད་སློབ་སྦྱོང་བྱས་ནས་ཨ་ནི་དངོས་གནས་དྲ་གནས་སེམས་ལ་འགྱུ་བ་ཆུན་ཆུན་ཅིག་ནས་ཐེབས་ཐུབ་ཡ་ཅིག་བྱུང་བ་ཡིན་ན་ཡག་པོ་འདུག་བསམ་བསམ་བྱས་དེ་འདྲས་ཅིག་ཐོག་ནས་བླངས་པ་ཡིན་ན་གཅིག་དེ་རེད། ག་རེ་བྱས་ན་ང་ཚོ་དལ་འབྱོར་ལས་དེ་འདི་གཅིག་པུ་མ་རེད་མི་ལུས་ཐོད་པ་གཅིག་པུ་གི་དལ་འབྱོར་ཆགས་ཀྱི་ཡོད་མ་རེད་ཆ་རྐྱེན་དེ་འདྲའི་འཛོམས་ཡ་རྒྱག་པ་དེ་ཁག་པོ་ཞེ་བོ་ཅི་རེད། དུས་ཚོད་རག་ཡ་ཁག་པོ་རེད་བ། དེ་ཡིན་དུས་ང་ཚོ་ལ་ཆ་རྐྱེན་དེ་མང་པོ་ཅིག་ཚང་འདོད་རེད་མི་ལུས་ཐོག་བོད་སྐད་བོད་པ་བོད་སྐད་རྒྱབ་ས་ཅིག་ལ་སྐྱེས་པ་ད་བར་ནང་བཞིན་ཅིག་དངོས་གནས་ཆོས་ཀྱི་ཁོར་ཡུག་ཅིག་བཟང་པོ་ཅིག་གི་ནང་ལ་སྐྱེས་པ། རུ་བ། དེ་འདྲས་ཡིན་ཚེ་དེ་འདྲས་ཀྱི་རིན་ཐང་བྲལ་བ་དེ། ཁོར་ཡུག་དེ་འདྲས་ཀྱིས་ཡག་ནས་ཡག་ཏུ་རག་ཡ་ཁ་ཁོ་རེ་རྗེས་མ་གཅིག་ཕྱིན་ན་མི་ལུས་ཤིག་ཐོབ་པ་ཡིན་ནས་ག་འདྲས་ཀྱིས་སྐྱེ་འགྲོ་ཡོད་སུ་ཡི་ལ་སྡུག་མ་རུ་བ། ཨ་རེ་དང་པོ་མི་ལུས་ཐོབ་དང་མ་ཐོབ་ཟེར་དེ་ཁ་ཁོ་རེ། མི་ལུས་ཤིག་ཐོབ་པ་ཡིན་ནས་ཁོར་ཡུག་དང་གནས་བབ་དང་ཆ་རྐྱེན་དང་དེ་འདྲས་ཅིག་གིས་འཛོམས་པ་ཅིག་ཡོང་གི་ཡོད་དམ་མེད་གཞི་ནས་བལྟ་རྒྱུ་རེད། ཡིན་དུས་ད་རེས་དངོས་གནས་དྲ་གནས་དེ་འདྲས་ཆ་རྐྱེན་ཅིག་འཛོམས་འདུག། འདུག་ཡོད་དུས་ད་ངོ་ནས་དུས་ཚོད་སྟོན་དགོས་ན་སྟོན་རྗེས་འཕྲོ་བརླག་མ་འགྲོ་ཡ་བྱས་གལ་ཆེན་པོ་འདུག་བསམ་བསམ་བྱས་པ་ཡིན་ན་ད་དོན་གཅོད་རྙེད་ག་ཟེར་ཡ་དེ་དོན་གཅོད་རྙེད་ག་བསམ་ཐུབ་ཡ། ཨང་ཚད་ལ་ལོང་མེད་པ་ཟེར་ནི་ཚེ་རོགས་ང་ནག་ཚོ་ནམ་ཕྱིན་ངེས་མེད་ཟེར་ཁོག་རུ་བ། ད་ང་རང་ཚོ་རྩིས་ད་རྒྱ་ཁ་ཆེ་བོ་རེད་རེད། ལོ་བརྒྱ་དེ་ཡ་དགུ་བཅུ་དེ་ཡ་བརྒྱ་ཅུ་དེ་ཡ་བདུན་བཅུ་དེ་ཡ་དྲུག་བཅུ་དེ་ཡ་དེ་འདྲས་ཀྱི་རྩིས་རྒྱག་དགོས་རེད་དེ་ཡིན་ནས་དངོས་གནས་རྩིས་བསམ་བསམ་བཏང་བ་ཡིན་ན་སུ་གཅིག་ལ་གདེང་ཚོད་ཁེལ་ཡོང་མ་རེད། རེད། རེད་བ། སང་ད། འཇིག་རྟེན་ཕྱི་མ་གཉིས་དེ་ག་རེ་ངེད་ལ་ཡོད་གི་ཡོད་མེད་དེ་སུ་གཅིག་གིས་ང་རང་ཚོ། གདེང་ཁེལ་བ་དེ་ནི་སུ་གཅིག་གིས་ཐག་གཅོད་ཐུབ་ཡ་ཡོད་མ་རེད་ང་རང་ཚོ་མི་རེ་མི་རེ་ངོ་རེ་བསམ་སྟངས་པ་ཡིན་ན། དེ་ཡིན་དུས། ཚད་ལ་ལོངས་མེད་པ། ནམ་ཞིག་ངེས་མེད་ཡིན་པ། དེ་ཡིན་དུས་རྩམ་པ་ནི། ཁ་ཐུག་ཁ་ཐུག་ཁ་ཐུག་ཁ་ཐུག། ཨ་ནི་ངོ་ནས་ཆུ་མཆུ་ཡིན་ནས་འགལ་བ་ཆུ་མཆུ་ཡིན་ནས་འགྲོ་འདུག་ཡ། གནང་ཐུབ་ཡོད་དེ་དཔེ་གལ་ཆེན་པོ་རེད། འོ་ད་དེ་ད་གཙོ་བོ་དེ་ང་ཚོ་འདི་དགོངས་པ་བཞེས་ན་ཆོས་ལ་སྐུལ་མ་ཐེག་གི་ཡོད་རེད་པ། གཙོ་བོ་བྱང་ཆུབ་ལ་ཡང་གསུངས་ཡས་དེ་གཙོ་བོ་དག་རེད་ཆོས་ལ་སྐུལ་མ་ཐེག་ཡ་དེ་ང་རང་ཚོ་མི་ཚེ་འདི་རིན་ཐང་བྲལ་བ་ཡིན་པ། ཁོར་ཡུག་འདི་བཟང་པོ་ཡིན་པ། ཁེ་བཟང་ལམ་བཟང་སྟོན་མ་ཐུབ་ན། ཨ་ནི་ཉིན་རེ་ཉིན་རེ་ཡིན་ནའི་ཁེ་བཟང་སྟོན་དགོས་ཀྱི་རེད་ཟེར་ཡ་དེ་དེ་ད་འཇོན་ཉེས་ཀ་བསམ་ནས། ཨ་ནི་དར་བ་རྒྱས་དང་འབྱོར་བ་རྒྱས་དང་ཨ་ནི་ད་ག་ཚ་དེ་འདྲའི།

སྙེ་མ་རིན་པོ་ཆེ་ཡི་ཟངས་མདོག་རིན་པོ་ཆེ་ཡི་བཀའ་གནང་གི་རེད་རྒན་ལགས་ཡི་གི་བཀའ་བཀྱོན་གནང་གི་ཚང་ཚང་མ་འདི་འདྲས་བཀའ་བཀྱོན་གནང་གི་རེད། ནམ་རྒྱུན་ང་ཚོ་ནང་ཆོས་ནང་ལོགས་ལ་མི་ཁོམ་པ་རྒྱས་ཞིག་ཡོད་རེད། ཨ་ནི་ཁྱེད་རང་ལ་མི་ཁོམ་པ་དགོས་པ་ཅིག་ཚང་བཞག་ཟེར་ནས་འདི་འདྲས་བཀའ་བཀྱོན་གནང་མྱོང་ཟེར་ནས་འདི་འདྲས་རིན་པོ་ཆེ་བཀའ་གནང་གི་འདུག་ད་ང་ཚོ་ལ་མི་ཁོམ་པ་དགོས་པ་མོག་པ་བཅུ་བ་བཟང་འགྲོ་བཟང་འགྲོ་བྱེད་པ། བྱས་ཙང་དེ་གར་ཚེ་ན། ད་ཡིན་ཡང་ད་མི་རྒན་ལགས་ཀྱི་ད་དཔེ་བྱིའུ་གཅིག་འདི་སུ་རིན་པོ་ཆེ་ད་དེ་ཆབ་སྲིད་ཐོག་ལ་ཐུགས་འགན་རླབས་ཆེན་པོ་བཞེས་དགོས་རེད་བླ་མེད་ཀྱི་མཚན་གནས་ཡོད་པའི་ཆ་ནས་གཅིག་གི་ཆོས་ཕྱོགས་ཀྱི་ཐོག་ནས་ཚུགས་ཆོས་གནང་ཡ་ད་འདི་འདྲས་ཀྱི་ཐོག་ལ་གནང་རོགས་བྱས་ན་དགོངས་ནས་གསུང་གི་ཡོད་ལགས་དེའི་ཆེད་ནས་གསུང་གི་ཡོད་ད་ང་རང་ཚོ་དེ་བས་ཀྱང་མི་དགོངས་པ་དགུ་བ་མོག་པ་བཅུ་བ་བཅུ་གཅིག་དེ་འདྲས་ཚང་འགྲོགས་བྱེད་དགོས་པ་ད་དུས་ཚོད་དེ་དཀོན་པར་བ་ཇི་སྐད་ལུང་པ་ལ་བལྟས་ཡོང་རྒྱུ་བརྩམས་པ་ནས་དུས་ཚོད་ལྟོས་གང་དུ་གནང་ཡ་ད་དེ་ག་དེ་འདྲས་ཀྱི་ཐོག་ནས་ད་ང་རང་ཚོ།

མཁས་པ་ག་ཚོད་ལོ་དང་ཟླ་བ་སྤྲད་ནས་བསམ་བཏང་བ་ཡིན་ན་ཏན་ཏན་འགྱུར་བ་དཔེ་ཆེན་པོ་འཇོག་ཡ་ཤེས་ཡ་ཡོད་པ་རེད་བ། ཐབས་ཤེས་མ་གནང་བ་དག་རང་གི་མ་གཏོགས་ཐབས་ཤེས་ཞིག་གནང་པ་ཡིན་ན་ཏན་ཏན་ཡ་རྒྱས་འགྲོ་ཡ་ཡོད་པ། གཅིག་གི་འདིར་གཅིག་ནི་ངས་དྲང་པོ་དྲང་བཞག་བྱས་ནས་ཞུ་གི་ཡོད་ག་རེ་ལབ་ན། མ་ཁ་ལོ་ནས་མི་ལ་གཞན་དག་ལ་ཤེས་པ་གཅིག་པོ་མེད་པ་བྱས་ནས་ག་རེ་ལབ་ན་ང་རང་ཚོ་གི་སྐྱོན་ཆེ་ཤོས་དེ་མཚམས་མཚམས་ཟིག་ཡོད་ན། ད་ང་རེ་གང་འདུག་ཅི་འདུག་བྱེད་ཀྱི་ཡོད་དེ་ཆུ་ཤར་ཁྱི་ནི་ཡོང་གི་མི་འདུག་ཟེར་ཡ་ལབ་གི་ལབ་གི་ལ་དཔེར་ན་ཆ་བཞག་ན་ང་རང་ཆ་བཞག་བས་ན་ཡིན་མཚམས་མཚམས་མི་ལས་ལགས་པ་ཀྱང་ངས་དཔེ་ཆ་འདི་འདྲ་ལབ་སྲིད་པ་རེད། དཔེར་ན་ཨིན་ཇི་རེད་ཅེས་ལབ་བས་ན I will try my best ཟ་བ་བྱེད་ཀྱི་ཡོད་རེད། ཡིན་ནའི་ཡང best དེ་བྱེད་ཀྱི་ཡོད་མ་རེད། best བཟོས་ཀྱི། ངས་ད་ལྟ་བར་དུ best དེ་བྱེད་ནས་ཡོང་བས་ན་ང་བསྡད་ས་འདི་དེར་སླེབས་ཡོད་མ་རེད། ང་རང་ཚོ་ང་གཅིག་པོ་མ་རེད་ང་རང་ཚོ་སུ་དང་སུ་ཡིན་ནའི། ང་ཚོའི་གནང་ཡག་དེ། ང་ཚོའི་ཐུབ་ཚོད་དེ་ང་ཚོས་གནང་གི་ཡོད་མ་རེད་མ་གཏོགས་ང་ཚོས་ཐུབ་ཚོད་འཇོན་ཚོད་དེ་གནང་ཡོད་ན། ཀླད་ས་དེ་ད་ལྟ་འདི་ལས་ད་གྲགས་ཀ་ཅིག་ལ་ཏན་ཏན་ཀླད་དེ་ཡོད་པ་རེད་དེ་ག་རེ་ན་དེ་ང་རང་ཚོ་ཐུབ་ཚོད་དེ་ཕྱི་མ་མཐོ་བའི་གོག་འོག་བཏང་ཡག་དང་སོ་སོ་ཚོ་དམིགས་བསལ་བཏང་ཡག་དང་དེ་འདྲ་གི་གནས་ཚུལ་ཆ་རྐྱེན་གོག་རྐྱེན་ཆ་མ་ཚང་བ་དང་འགོག་རྐྱེན་དང་མང་པོ་ཅིག་གི་འོག་ལ་ང་ཚོ་སོ་སོས་བྱེད་ཐུབ་པ་འདི་སོ་སོ་གི་ཏག་ཏག་རྒྱུན་མ་འཁྱོངས་ཡག་དང་སོ་སོས་ཕྱི་མ་ཐུབ་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་ང་ཚོས་དང་པོ་དེ་ཁས་ལེན་དགོས་རེད་དེ་ཁས་མ་ལེན་ན་ཡག་སྐྱ་འགྲོ་མ་རེད་དེ་ཁས་ལེན་ཐུབ་པ་ཡིན་ན། རེད་བ། དེ་ཁས་ལེན་མ་ཐུབ་ཡིན་ན་ད་སུ་སོ་སོ་གོ་བ་བཏང་བའི་བཟོ་བྱེད་རེད་ང་རེ་བྱས་ན་ང་རང་ང་རེ་གོ་བ་བཏང་ངེས་འདི་ང་རང་ངེས་ཤེས་ཐུབ་ཀྱི་འདུག་ངེད་ཀྱི། ང་རང་ཡིན་ནའི་ངོས་འཛིན་བྱེད་ཀྱི་ཡོད་མི་ལ་ཡིན་ནའི་དང་རང་གི་མི་ལ་མ་ཤེས་པ་གཅིག་པོ་མེད་པ་བྱས་ང་རང་དང་པོ་ངོས་ལེན་བྱེད་ཀྱི་ཡོད་དང་པོ་ངེད་ཀྱི་ང་རེ་ཐུབ་པ་དེ་ངས་ཆ་ཚང་བྱེད་ཀྱི་མེད་པ་དེ་ངས་ཧ་གོ་འདུག་མ་གཏོགས་ངས་ཐུབ་ཚོད་ཚང་མ་ངས་ད་ལྟ་འབད་རྩོལ་བྱས་ནས་པད་གང་འདུག་ཅི་འདུག་བྱས་ནས་རིག་པ་བསྒྲིམས་ཀྱིས་ཆ་ཚང་བྱས་ནས་བྱས་ཡོད་ན། གཅིག་བསམ་བློའི་ཐོག་ནས་རེད་ཆུ་ཚད་ཀྱི་ཐོག་ནས་རེད་གང་ཅིག་ཐོག་ནས་སོ་སོ་བསམ་བློ་འགྱུར་བ་ཕྱིན་ཡོད་རེད་དེ་ལས་གྲྭ་བ་ཅིག་ཏན་ཏན་ཆགས་ཡོད་རེད་དེ་དེ་བཞིན་གཅིག་རྣམ་པ་ཚོ་ང་རང་ཚོ་ཚང་མ་གཅིག་པ་རེད་དེ་ཡིན་དུས་བརྩམས་པ་ནི་ང་ཚོའི་གནང་ཡ་གནང་ཐུབ་པ་དེ་དེ་ལས་མང་ང་ཡིན་པ་དེ་ཐག་ཆོད་རེད་དེ་འགོས་ལན་གནང་རོགས་གནང།

རུ་བ་ང་ཚོ་ཕྱག་ལས་གནང་ཡ་ཐོག་ལ་ཡིན་ནའི་རེད་ད་མི་མང་གི་ཞལ་འདེབས་བསྡུ་རུག་གནང་ཡ་ཐོག་ལ་ཡིན་ནའི་རེད་གང་ཅིའི་ཐོག་ནས་ཚགས་ཚུད་པོ་དང་སྔོ་ནན་ཁྲ་ནས་ཚང་མ་ནས་དེ་དེ་བཞིན་བྱས་ནས་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆོས་ཕྱོགས་ཀྱི་བཀའ་སློབ་ཆབ་སྲིད་ཀྱི་ལམ་སྟོན་གནང་བཞག་པ་གང་ཅིའི་ཐོག་ནས་སྔོ་ནན་ཁྲ་ནས་ཅིག་གར་སོ་གོ་རེ་ལངས་ཕྱོགས་དེ་བརྟན་པོ་དང། དེ་འདྲས་ཡོད་པ་ང་མང་ཚོགས་ཀྱི། ཨ་ནི་དེ་འདྲས་ཤེས་བྱས་ནས་ད་ང་རང་ཚོ་སྤྱི་ཚོགས་ཀྱི་ལས་འགན་སྒྲུབ་ཡག་ཐོག་ལ་ཡིན་ནའི། ཨ་ནི། འདི་དང། འཐུས་མི་དང་ད་ག་ནང་བཞིན་གྱི་སྤྱི་མི་ཨི་འདི་འདྲས་ཤེས་བྱས་རྒྱུན་ལས་རྣམ་པ་ཚོ་རེད། ད་གལ་ཆེ་ཤོས་འདི་རེད་ཚང་མ་མཐུན་པོ་ཨ་ནི་དངོས་གནས་དྲན་ནས་ཚང་མས་ཀྱི། ཁོ་ན་ཚོ་གི། རྒྱུན་ལས་དང་ཁོ་ན་ཚོ་གིས་བཀོད་སྒྲིག་བྱས་པ་ནང་བཞིན་ཚང་མས་མང་ཚོགས་ཀྱིས་མཉམ་རུབ་གནང་རྗེས་ཕྱག་ལས་ག་རེ་གནང་གིན་པ་ཡིན་ནའི་ད་ད་ང་འདས་ལོ་ནས་ལོ་ལྔ་ལྷག་ཕྱིན་པ་རེད། འདི་ང་རེ་འདུག་སྟེགས་ཡིན་དུས་ད་ག་ཚོད་འདྲ་ཆགས་ཆགས་མེད་དངོས་གནས་དྲན་ནས་ལས་ཀ་ཚགས་ཚུད་པོ་ཞུ་བ་ཅིག་འགྲོ་བསྡད་ཀྱི་ཡོད་རེད་དེ་གཙོ་བོ་ག་རེ་ལབ་ན། རྒན་མཁས་ཉེན་ཚོ་རེད་ལ་གལ་ཆེ་ཤོས་ག་རེ་ལབ་ན་རྒན་མཁས་ཉེན་ཚོ་གཅིག་པོ་གིས་ཡོང་ཡ་ཡོད་མ་རེད་ག་རེ་ལབ་ན་མང་ཚོགས་ཀྱིས་དངོས་གནས་དངོས་གནས་དྲན་ནས་རང་དོན་རང་བྱས་རང་བྱས་ད་དངོས་གནས་དྲན་ནས་སྤྱི་དོན་ལྷག་བསམ་རྣམ་དག་གི་ཐོག་ནས་གནང་པ་ཡིན་ཙང་དེ་ལས་ལྡོག་སྟེ་ནས། ཏང་ཙུའུ་ལས་ཀའི་ཚོགས་ཆུང་བསལ་ཏེ་ཚགས་ཚུད་པོ་དངོས་གནས་དོན་དུ་ཚོགས་ཆུང་རྙིང་པའི་ནང་རུལ་ནས་ཚགས་ཚུད་པོ་དང་སྤུས་དག་པོ། དངོས་གནས་དོན་དུ་ཡག་པོ་ཞི་རགས་ཡག་པོ་ཡོད་པ་དེ་དག་ཁོ་ནའི་ཐ་ན་ཁ་ཡོད་ལག་ཡོད་རེད། གཅིག་གི་ཡོད་རེད་བ་དང་གཅིག་གིས་སྐད་ཆ་སྟོང་པ་མང་པོ་བཤད་ཀི་དེ་ནས་ཕན་ཡག་གི་ཡོད་མ་རེད་དངོས་གནས་ཐ་ན་ང་ཚོ་སྤྱི་ཚོགས་ཀྱི་ལས་དོན་ཐོག་ལ།

གཞན་པ་ཚོ་ཡིན་ནས་ཅིག་གིས་གར་བཟོ་བ་རེད་མིག་དཔེ་བལྟ་ས་འདྲ་བོ་ཅིག་དང་ཡ་ཅིག་ཁ་མིག་ཡར་ལྟ་བྱེད་ས་འདྲ་བོ་ཅིག་དང་དེ་འདྲ་ཅིག་བྱུང་བ་ཡིན་ན། ད་སྤྱི་ཡོངས་ཀྱི་ཆ་ནས་ཁོ་ཚོ་ཅུང་ག་རེ་གང་ལ་གང་འཚམ་སྙིང་པ་ཆགས་བསྡད་ཡོད་རེད། དེ་ཡིན་དུས་རྩམ་པ་ནས་ཞེ་དྲགས་ཡག་པོ་རེད་ཨེ་ནི་མི་ཁོ་ན་གཉིས་ལ་ཐུགས་རྗེ་ཞུ་བས་ཡིན་ཨེ་ནི་ཐང་རིགས་ཀྱི་རྒྱུན་ལས་ཚང་མ་ལ་ཐུགས་རྗེ་ཞུ་བས་ཡིན་དེ་འདི་བཞིན་བྱས་ནས་མང་ཚོགས་ཀྱིས་ཨེ་ནི་དཔེ་ན་གང་ཆགས་ཤེ་ན་ང་ཚོ་ཚོགས་ཆུང་ནང་ལ་སྤྱི་ཟུར་རྣམ་པ་ཚོ་ཡོད་རེད་སྤྱི་འཐུས་ཡོད་རེད་སྤྱི་ཟུར་རྣམ་པ་ཚོ་ཡོད་རེད་ཚང་མས་ཀྱིས། ཨེ་ནི་གཅིག་གི་གར་ཟུག་རི་ཡར་ལམ་སྟོན་ཞུ་དགོས་ན་ཡར་ལམ་སྟོན་ཞུ། ཀ་ལོ་ལམ་སྟོན་ཞུ་ཨེ་ནི་དང་ནས་ཤིང་ནག་མང་ཚོགས་དགོན་ཨེ་ནི་གཅིག་རོང་བསྡད་གཞོགས་བསྡད་གནང་ཡག་དེ་གི་དེ་ཚང་མ་ད་ལྟ་ཡག་པོ་ཡོད་བ་ནང་བཞིན་བྱས་མུ་འཐུད་ནི་གནང་པ་ཡིན་ན་ཏན་ཏན་གར་ཟུག་རེད་ང་ཚོ་ཚིག་སྟོང་པ་ཙམ་མིན་པ་ཆེ་ཁ་ཡོད་ལག་ཡོད་ཆགས་ཀྱི་རེད་བསམ་གྱི་འདུག་བྱས་ཙང་འདི་ཚང་མ་ལ་ནང་ཚོ་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཞུ་ཡ་ཡིན་དེ་དང་ནི་མུ་འཐུད་ནི་དང་རང་རྒྱུན་འཁྱོངས་གནང་རོགས་གནང་ཅེས་ཞུ་ཡ་ཡིན་ཐུགས་རྗེ།